ཚོགས་ཁག་བཞིས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་བརྟན་བཞུགས་ཕུལ་གནང་བའི་སྐོར་རྒྱ་གཞུང་གི་ཉེན་རྟོག་པས་ཆབ་སྲིད་བཙོན་ཟུར་བཀྲ་ཤིས་དབང་ཕྱུག་ལགས་ལ་ལྕགས་རྡུང་བྱས་པ། མཉམ་འབྲེལ་རྒྱལ་ཚོགས་ཀྱི་ཉིན་མོ་ཐེངས་བདུན་ཅུ་དོན་བརྒྱད་པ་སྲུང་གཙི་དང་བརྒྱུད་འདེབས་དབུ་འབྱེད་རྒྱལ་སྤྱིའི་དུང་འཁོར་གདེང་འཛིན་འགྲན་བསྡུར་སྦིར་དུ་འཚོགས་པའི་སྐོར་རྒྱ་ནག་གི་ཕྱི་སྲིད་བློན་ཆེན་ཨ་རི་ལ་ཡོང་ནས་རྒྱལ་ཁབ་གཉིས་ཀྱི་འབྲེལ་བ་བསྐྱར་གསོ། རྒྱ་ནག་དང་ཨ་ཧྥེ་རི་ཁའི་རྒྱལ་ཁབ་ཁག་གི་དིས་སུ་བློན་ཆེའི་ཚོགས་འདུ་འཚོགས་འཆར་དང། རྒྱ་ནག་ལ་དིས་སུ་བློན་ཆེན་མེད་པ། ད་ཐེངས་བོད་ཕྲུག་ཁྱིམ་སྡེ་དབུ་བརྙེས་ཏེ་ལོ་ངོ་དྲུ་ཅུ་རེ་གསུམ་འཁོར་བའི་དུས་དྲན་སྲུང་བརྩི་ཞུས་པ་སྐོར་གཅིག་ཐོག་ལ་ཉེ་དུས་ཞུ་རྒྱུ་ཡོད་པས་ལྷན་རྒྱས་ནས་གསང་རྒྱུ་མུ་མཐུད་གསན་གཟིགས་གནང་རོགས་གནང། ཟླ་བ་འདིའི་ཚེས་ཉི་ཤུ་རྩེ་ལྔ་ཉིན་གྱི་སྔ་དྲོ། རྡ་ས་རི་ལམ་མ་ལག་དང་སེ་ར་བྱེས་ཧར་གདོང་ཁམས་ཚན་བུད་མེད་ཚོང་ལས་བདེ་ཚོགས། དེ་བཞིན། གཙང་སྟོད་ལྷ་ངམ་ཕུ་གསུམ་བཅས་ནས་རྡ་རམ་ས་ལའི་ཐིག་ཆེན་ཆོས་གླིང་གཙུག་ལག་ཁང་དུ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་བྲོ་གར་ཚེ་སྦྱིན་འཁོར་ལོའི་སྒོ་ནས་བརྟན་བཞུགས་བསྟར་འབུལ་ཞུས་གནང་སོང། ཐེངས་དེའི་བརྟན་བཞུགས་ཀྱི་རྡོ་རྗེའི་སློབ་དཔོན། དགའ་ལྡན་ཁྲི་རིན་པོ་ཆེ་ཡིན་པ་དང་གཞན་ཡང་ཀུན་བདེ་གླིང་རིན་པོ་ཆེ་དང་སེ་ར་རྗེ་ཀེའུ་ཚང་རིན་པོ་ཆེ་སོགས་བླ་སྤྲུལ་དང་བོད་མིའི་སྒྲིག་འཛུགས་ཀྱི་མཛད་གཙོ་རྣམ་པ། གློ་སྙེ་འཁྲབ་སྟོན་པ་གྲགས་ཅན་རི་ཅར་གྷེ་རི་སོགས་ཕེབས་འདུག་དེ་བཞིན་ཟླ་བ་འདིའི་ཚེས་ཉི་ཤུ་རྩེ་ལྔ་ཉིན་བཙན་བྱོལ་བོད་ཀྱི་བརྒྱུད་ལམ་ཁག་གི་གནས་ཚུལ་སྤེལ་གསལ་ལ་ལྟ་ན། ཟླ་བ་འདིའི་ཚེས་བཅུ་བདུན་ཉིན་ཆབ་སྲིད་བཙོན་ཟུར་དང་བོད་ཀྱི་སྐད་ཡིག་ཐོབ་ཐང་རྩོད་མཁན་བཀྲ་ཤིས་དབང་ཕྱུག་ལགས་སླར་ཡང་རྒྱ་ནག་གཞུང་གི་ཉེན་རྟོག་པས་གཅར་རྡུང་བྱས་ཡོད་འདུག་དེ་ཡང་ཁོང་གིས་ཡུལ་ཤུལ་ཁུལ་དུ་རླངས་འཁོར་འཁྲུད་ས་ཞིག་སྒོ་འབྱེད་བྱེད་སྐབས། རྒྱ་གཞུང་གི་ཉེན་རྟོག་པ་ཡོང་སྟེ་ཚོང་ཁང་གི་དེབ་འགེལ་འགྲོ་ལུགས་རྙེད་དགོས་སྐོར་བརྗོད་འདུག་པས་ཁོང་ཡུལ་ཤུལ་ཁུལ་གྱི་གཞུང་འབྲེལ་ཐོ་འགོད་ཁང་དུ་ཕྱིན་ཏེ་ཐོ་འགོད་ཀྱི་ལས་དོན་གཉེར་བར་རེ་སྐུལ་ཞུས་ཡོད་འདུག་ཀྱང། ཁོ་ཚོས་བརྙན་རོགས་མ་བྱས་སྟབས། ཁོང་གིས་ལས་བྱེད་ཚོ་བརྙན་པར་ཞིག་བླངས་ཏེ་སྐད་འཕྲིན་ཐོག་ཏུ་སྤེལ་བར་བརྗོད་འདུག་དེའི་རྗེས་ཡུལ་ཤུལ་ཁུལ་གྱི་ཉེན་རྟོག་པས་ཁོང་འཛིན་བཟུང་བྱས་ཏེ་ཉིན་གསུམ་རིང་བཀག་ཉར་དང་དྲི་རྩད་དེ་བཞིན་གཅར་རྡུང་བཅས་བྱས་འདུག་པ་མ་ཟད་ཁོང་གི་རླངས་འཁོར་འཕྲོ་ས་དེ་ཡང་བཙན་གྱིས་སྒོ་བརྒྱག་བཅུག་ཡོད་འདུག་ཁོང་གིས་སྐད་འཕྲིན་ཐོག་བརྙན་སྤེལ་བ་དེར་གཞུང་གི་ཁྲིམས་དང་འགལ་བའི་ནག་ཉེས་གཡོགས་པ་དེར་ངོས་ལེན་མེད་པ་དང་དེ་ནི་ཁོང་གི་ཐོབ་ཐང་དང་སྨྲ་བརྗོད་རང་དབང་ཡིན་པས་ཁོང་ལ་ཞྭ་མོ་ནག་པོ་གཡོག་དགོས་པའི་ནོར་འཁྲུལ་ག་རེ་ཡིན་མིན་ཧ་གོ་གི་མེད་པའི་སྐོར་སོགས་བརྗོད་འདུག། གཞན་ཡང་ཟླ་བ་འདིའི་ཚེས་ཉི་ཤུ་རྩ་བཞི་ཉིན་མཉམ་འབྲེལ་རྒྱལ་ཚོགས་ཀྱི་བཅའ་ཁྲིམས་གཏན་འབེབས་བྱས་ཏེ་མི་ལོ་བདུན་ཅུ་དོན་བརྒྱད་འཁོར་བའི་ཉིན་མོ་དང་བསྟུན་ནས། བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་འཕེལ་རྒྱས་ལྟེ་གནས་ཁང་གིས་མཉམ་འབྲེལ་རྒྱལ་ཚོགས་ཀྱི་དམིགས་བསལ་བརྒྱུད་རིམ་ཞེས་པའི་བསྒྱུར་དེབ་ཅིག་དབུ་འབྱེད་གནང་སོང་ལ། དེ་ཡང་བོད་མིའི་རང་དབང་དང་ཐོབ་ཐང་འཐབ་རྩོད་གནང་མཁན་གྱི་སྤྱི་དགེ་ཡོངས་ལ་ཕན་པར་དམིགས་ཏེ། བོད་ཡིག་ཐོག་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་འགན་སྲུང་བྱེད་ཐབས་ཀྱི་རྒྱུན་རིང་ནང་ནས་གལ་འགངས་ཆེ་ཤོས་དམིགས་བསལ་རྒྱུན་རིངའམ Special Procedure གི་སྐོར་ཡིག་སྒྱུར་གནང་བ་ཞིག་ཡིན་པ་དགོས་འདུག་གཞན་ཡང་གསར་འགོད་པས་དམིགས་བསལ་བརྒྱུད་རིམ་དེའི་ཐོག་ནས་རྒྱ་གཞུང་ལ་གནོད་ཤུགས་ཇི་ཙམ་ཐེབས་ཐུབ་ཀྱི་ཡོད་མེད་སོགས་ཀྱི་དྲི་བའི་ལན་དུ། འདི་གའི་ཉམས་ཞིབ་པ་ཉི་མ་འོད་ཟེར་ལགས་ཀྱིས། བོད་ནང་གི་གནས་ཚུལ་ཕྱི་ལོགས་སུ་མ་གྱར་བར་བཀག་སྡོམ་ཆེད་འགྲོ་བསྲུང་ཆེན་པོ་གཏང་རྒྱུ་ཡོད་པ་དེ་ཚོས་གནོད་ཤུགས་འཕྲོད་ཀྱི་ཡོད་པ་ངོས་འཛིན་བྱེད་ཀྱི་ཡོད་ཚུལ་དང་དེ་བཞིན་ཆབ་སྲིད་བཙོན་པ་སྒེར་གྱི་ངོས་ནས་དོན་གྲུབ་དབང་ཆེན་གྱིས་ངའི་གནས་ཚུལ་དེ་རྒྱལ་སྤྱིའི་སྡིངས་ཆའི་སྒང་ལ་སླེབས་ཙམ་དུ་རྒྱ་ནག་གཞུང་གིས་ད་ག་ཙམ་ང་ལ་ལག་པ་འཆང་གི་མི་འདུག་སོགས་ཀྱི་སྐོར་དང། རྒྱ་ནག་གཞུང་གིས་ཀྱང་གནས་ཚུལ་དེ་ད་ལྟའི་ཆར་ཆེན་པོ་ཆགས་ཡོད་པས་ང་ཚོས་ད་ག་ཙམ་ལག་པ་འཆང་ཆོག་གི་མི་འདུག་སྙམ་པའི་གནོང་ཡོད་པ་སོགས་ལན་འདེབས་གནང་སོང། ཟླ་བ་འདིའི་ཚེས་ཉི་ཤུ་རྩ་དྲུག་ཉིན་རྒྱ་གར་ཧི་མ་ཅཱལ་མངའ་སྡེའི་ཀང་ར་རྫོང་སུ་རྟེན་གཞི་བྱས་པའི་སྦི་རི་བོད་མིའི་གཞིས་ཆགས་ཀྱི་ཉེ་འཁོར་དུ་རྒྱལ་སྤྱིའི་འདུ་འགོད་གདེང་ཚད་འགྲན་བསྡུར་གྱི་རྩེད་འགྲན་པ་འདེམས་སྒྲུག་གི་མཛད་སྒོ་ཞིག་འཚོགས་ཡོད་པ་དང། མཛད་སྒོའི་སྐུ་མགྲོན་དུ་ཧི་མ་ཅཱལ་བློན་ཆེན་གྱི་སྐུ་ཚབ་ཧི་མ་ཅཱལ་མངའ་སྡེའི་གྲོས་ཚོགས་ཀྱི་འཐུས་མི་ཤི་རི་ཀི་ཤོ་རི་ལཱལ་ཕེབས་འདུག། ཐེངས་འདིའི་འདེམས་སྒྲུག་ནང་འཛུལ་ཞུགས་བྱེད་མཁན་རྒྱལ་ཁབ་སུམ་ཅུ་སོ་ལྔ་ནས་རྩེད་འགྲན་པ་བརྒྱ་དང་གྱ་བཅུ་གྱ་དྲུག་འདུག་ཀྱང། འཛུལ་ཞུགས་པའི་གྲངས་ཚད་ནི་བརྒྱ་དང་ལྔ་བཅུ་ཡིན་པར་བརྟེན་འཛུལ་ཞུགས་པ་བརྒྱ་དང་གྱ་བཅུ་གྱ་དྲུག་ནས་བརྒྱ་དང་ལྔ་བཅུ་མ་གཏོགས་འདེང་གི་མེད་པ་རེད་འདུག་འགྲན་བསྡུར་དངོས་གཞི་དེ་ཕྱི་ཚེས་ཉི་ཤུ་རྩ་བདུན་ཉིན་འགོ་བཙུགས་ཏེ་ཕྱི་ཟླ་བཅུ་གཅིག་གི་ཚེས་གཉིས་བར་ཉིན་གྲངས་དྲུག་གི་རིང་འགྲན་བསྡུར་བྱེད་རྒྱུ་ཡིན་འདུག་རྒྱལ་སྤྱིའི་དུས་འགོ་འདེང་རྩེད་འགྲན་བསྡུར་དེ་ཉིས་སྟོང་བཅོ་ལྔ་ལོར་ཐོག་མར་འགོ་བཙུགས་ཡོད་པ་དང། ཐེངས་འདིའི་དུས་འཁོར་གདེང་འཇིགས་འགྲན་བསྡུར་གྱི་གོ་སྒྲིག་པ་ནི། སྦིར་དུས་འཁོར་གདེང་འཇིགས་ཚོགས་པའམ་སྦིར Paragliding Association དང་ཧི་མཱ་ཅལ་ཡུལ་སྐོར་ཁངའམ་ཧི་མཱ་ཅལ Tourism གཉིས་ཡིན་འདུག་ཕྱི་ཚེས་ཉི་ཤུ་རྩ་བཞི་ཉིན Wee On གསར་ཁང་གི་གནས་ཚུལ་སྤེལ་གསལ་ལ་ལྟ་ན། ཕྱི་ཚེས་ཉི་ཤུ་རྩ་དྲུག་ནས་ཉི་ཤུ་རྩ་བརྒྱད་བར་རྒྱ་ནག་གི་ཕྱི་སྲིད་བློན་ཆེན་ཝང་དབྱི་ཨ་རིའི་ནང་ཡོང་འཆར་ཡོད་འདུག་པ་དང། ད་ཆར་དཀྱིལ་ཤར་ཡུལ་གྲུ་ཁག་གི་ནང་དམག་འཁྲུག་དང་ཚོང་འབྲེལ་གྱི་རྩོད་རྙོག་འབྱུང་བཞིན་ཡོད་པ་དང། དེ་བཞིན་ཡུཀ་རེན་གྱི་དམག་འཁྲུག། ཐའེ་ཝན་གྱི་གནད་དོན། པེ་ཅིན་གཞུང་གིས་ལྷོ་རྒྱ་ནག་རྒྱ་མཚོའི་མངའ་ཁུལ་དང་འབྲེལ་ནས་རྩོད་རྙོག་བཟོ་བཞིན་ཡོད་པའི་སྐབས་དེར་རྒྱ་ནག་གི་ཕྱི་སྲིད་བློན་ཆེན་ཨ་རི་ལ་ཡོང་རྒྱུ་ཡིན་པ་ཕྱི་ཚེས་ཉི་ཤུ་རྩ་གསུམ་ཉིན་ཨ་རིའི་གཞུང་གིས་བརྗོད་ཡོད་པ་དང། རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིན་དང་ཨ་རིའི་སྲིད་འཛིན་ཇོ་བྷའི་ཏེན་གཉིས་ཡུན་རྒྱུན་གྱི་སྤྱི་ཟླ་བཅུ་གཅིག་ནང་ཐུག་འཆར་ཡོད་པ་སྟེ། དེའི་སྔོན་ལ་རྒྱ་ནག་གི་ཕྱི་སྲིད་བློན་ཆེན་དང་ཨ་རིའི་ཕྱི་སྲིད་དྲུང་ཆེ་རྣམས་ཐུག་འཆར་ཡོད་འདུག་རྒྱ་ནག་གཞུང་གི་ཕྱི་སྲིད་བློན་ཆེའི་ལྟ་སྐོར་ཡུན་ཐུང་སྐོར་དུ་བསྡུས་ཤིག་བརྗོད་ཡོད་འདུག་པ་དང། དེ་ཡང་ཐེངས་དེའི་ཐུག་འཕྲད་དེས་འཛམ་གླིང་ནང་དཔལ་འབྱོར་གྱི་སྟོབས་ཤུགས་ཆེ་ཤོས་ཀྱི་རྒྱལ་ཁབ་གཉིས་བར་ལོ་མང་གོང་ནས་རྩོད་རྙོག་དང་འགྲན་བསྡུར་རྣོ་ངར་ཅན་ཞིག་ཡོང་བཞིན་ཡོད་པ་སྟེ། ཕན་ཚུན་འབྲེལ་ལམ་བསྐྱར་གསོ་ཡོང་ཐབས་ཡག་ཤོས་ནི། འགོ་ཁྲིད་ཕན་ཚུན་གདོང་དང་གདོང་ཐུག་ནས་གྲོས་མོལ་བྱས་ན་ཡག་ཤོས་ཡིན་པའི་རྐྱེན་གྱིས། ཐུག་འཕྲད་དེ་གོ་སྒྲིག་བྱས་ཡོད་ཚུལ་བརྗོད་འདུག་ལ། ད་བར་གོ་ནོར་དང་འགྲེལ་ལོག་མང་པོ་རྒྱབ་པའི་རྐྱེན་གྱིས་རྒྱལ་ཁབ་གཉིས་བར་རྩོད་རྙོག་འབྱུང་བཞིན་ཡོད་ཚུལ་བརྗོད་འདུག། དེ་བཞིན་ད་ཆར། གྷ་ཛ་ལ་ཨིས་རལ་གྱིས་ལྟོ་གོས་ཤུགས་ཆེན་བྱེད་བཞིན་ཡོད་པ་དང། ཡུ་ཀེ་རེན་ལ་ཨུ་རུ་སུ་ཡིས་བཙན་འཛུལ་བྱེད་བཞིན་ཡོད་པ་སྟེ། ཨ་རིའི་གཞུང་གིས་ཨིས་རལ་དང་ཡུ་ཀེ་རེན་ལ་རྒྱབ་སྐྱོར་བྱེད་བཞིན་ཡོད་པས། ཐེངས་དེའི་མཇལ་འཕྲད་སྐབས་ད་ལྟ་འབྱུང་བཞིན་པའི་དམག་འཁྲུག་སྐོར་གྲོས་བསྡུར་བྱེད་རྒྱུ་ཡིན་འདུག་དེ་བཞིན་ཨ་རྒྱ་གཉིས་བར་གྱི་དམག་དོན་སྐོར་ཡང་གྲོས་བསྡུར་བྱེད་རྒྱུ་ཡིན་འདུག་ཉེ་ཆར་ཀི་ཤཱ་ཡུལ་གྲུའི་ནང་དམག་འཁྲུག་གི་རྩོད་རྙོག་འབྱུང་བཞིན་ཡོད་པའི་རྐྱེན་གྱིས་ཨ་རིའི་ཕྱི་སྲིད་དྲུང་ཆེ་ཡིས་རྒྱ་ནག་གི་ཕྱི་སྲིད་བློན་ཆེན་ལ་ཨི་རན་ལ་ངེས་པར་དུ་གནོན་ཤུགས་སྤྲད་ནས་ཧ་མ་སི་ལ་རྒྱབ་སྐྱོར་བྱེད་རྒྱུ་མཚམས་འཇོག་བྱེད་དགོས་པའི་སྐུལ་མ་བཏང་ཡོད་འདུག་དེའི་རྗེས་སུ་རྒྱ་ནག་གིས་ཨ་རིས་ཨི་ཟི་རལ་ལ་རྒྱབ་སྐྱོར་བྱས་པ་དེ་ནོར་འཁྲུལ་ཡིན་པ་སྐྱོན་བརྗོད་བྱས་འདུག་ཟླ་བ་འདིའི་ཚེས་ཉི་ཤུ་ཚེས་ལྔ་ཉིན་རྒྱལ་སྤྱིའི་གསར་ཁང་ཁག་གི་གནས་ཚུལ་སྤེལ་གསལ་ལ་ལྟར་ན། བདུན་ཕྲག་དེའི་ནང་རྒྱ་ནག་གི་རྒྱལ་ས་པེ་ཅིང་དུ་ཕྱི་རྒྱལ་གྱི་བདེ་སྲུང་ལས་བྱེད་རྣམས་ཀྱི་ཚོགས་འདུ་ཞིག་ཚོགས་འཆར་ཡོད་ཀྱང་རྒྱ་ནག་ལ་ད་ལྟ་བདེ་སྲུང་བློན་ཆེན་མེད་ལ། བདེ་སྲུང་བློན་ཆེན་གསར་པ་བསྐོ་བཞག་ཡང་བྱས་མེད་པ་རེད་འདུག་ཉེ་ཆར་རྒྱ་ནག་གཞུང་གིས་བདེ་སྲུང་བློན་ཆེན་ལིན་ཧྲང་ཧྥུའུ་དང་ཕྱི་སྲིད་བློན་ཆེན་ཆིན་ཀང་དེ་བཞིན་དམག་དཔོན་གཉིས་གཙོས་པའི་དཔོན་རིགས་མང་པོ་ཞིག་ལྐོག་ཟ་རུལ་སུངས་ཀྱི་ཉེས་མིང་འོག་འཛིན་བཟུང་བཀག་ཉར་བྱས་འདུག་པ་དང་རྒྱ་ནག་གི་བདེ་སྲུང་བློན་ཆེན་དེ་ལོའི་སྤྱི་ཟླ་བརྒྱད་པའི་ནང་མི་མང་གི་མཐོང་ལམ་དུ་མེད་པར་གྱུར་ནས་ཟླ་བ་འགའ་ཤས་ཕྱིན་ཟིན་ཡང། དང་ཐུང་རྒྱུ་མཚན་གང་ཡིན་བརྗོད་མེད་པའི་རྐྱེན་གྱིས་ད་ལྟ་རྒྱ་ནག་གི་སྡེ་སྲོལ་བློན་ཆེན་གྱི་སྐོར་གླེང་སློང་ཆེན་པོ་བྱེད་བཞིན་ཡོད་འདུག་རྒྱ་ནག་གི་གསར་འགྱུར་བརྒྱུད་ལམ CCTV ནས་གནས་ཚུལ་ཐོན་གསལ་ལ་ལྟར་ན། རྒྱ་ནག་གཞུང་གིས་སྡེ་སྲོལ་བློན་ཆེན་དང་ཕྱི་སྲིད་བློན་ཆེན་གཉིས་ཕྱིར་ཕུད་གཏོང་རྒྱུ་དེ་རྒྱ་ནག་མི་དམངས་འཐུས་མི་ཚོགས་པའི་རྒྱུན་ལས་རྣམས་ཀྱིས་མོས་མཐུན་བྱས་ཡོད་ཚུལ་བརྗོད་འདུག། རྒྱ་ནག་གི་སྡེ་སྲུང་བློན་ཆེན་ལིན་ཧྲང་ཧྥུའུ་ནི། མཁོ་དཀར་དང་མི་ཤུགས་འཕུར་མདེལ་སྐོར་སློབ་སྦྱོང་བྱེད་མྱོང་ཡོད་པ་དང། རྒྱ་ནག་གི་དམག་དོན་དང་ཆབ་སྲིད་ནང་ཤུགས་རྐྱེན་ཆེན་པོ་ཡོད་པའི་མི་སྣ་དྲག་གྲས་ཤིག་ཡིན་འདུག། ཕྱི་ལོ་ཉིས་སྟོང་བཅོ་བརྒྱད་ནང་ཨ་རིའི་གཞུང་གིས་ཁོ་ལ་ཨུ་རུ་སུ་ནས་གོ་ལ་དང་མཚོན་ཆའི་རིགས་ཉོས་པའི་ཉེས་མིང་འོག་དཔལ་འབྱོར་གྱི་ཉེས་ཆད་བཅད་ཡོད་འདུག། གཟིམ་མ་ལྷན་རྒྱས་བཤམས་ལས་ཟ་ཧོར་དེའི་གསང་རྒྱུད་ཐ་མ་དེ་ཉེར་འགྲོ་ཞུ་གི་ཡིན། ཟླ་བ་དེའི་ཚེས་ཉི་ཤུ་རྩ་གསུམ་ཉིན། ཟླ་སྟེང་བོད་ཕྲུག་ཁྱིམ་སྡེ་དབུ་བརྙེས་ཏེ་ལོ་ངོ་དྲུག་ཅུ་རེ་གསུམ་འཁོར་བའི་དུས་དྲན་སྲུང་བརྩི་ཞུས་ཡོད་པ་དང། སྐབས་དེར་སྐུ་མགྲོན་གཙོ་བོ་སྐྱབས་རྗེ་ཀུན་བདེ་གླིང་དང་གཞན་ཡང་བོད་མིའི་སྒྲིག་འཛུགས་ཀྱི་མཛད་གཙོ་རྣམ་པ་དང་དེ་བཞིན་གཞུང་འབྲེལ་མ་ཡིན་པའི་ཚོགས་སྡེ་ཁག་གི་སྐུ་ཚབ་དང་སེར་སྐྱ་མི་མང་བཅས་མཉམ་ཞུགས་གནང་འདུག་མཛད་སྒོའི་ཐོག་བོད་ཁྱིམ་སྤྱི་ཁྱབ་འགན་འཛིན་བསོད་ནམས་སེ་ཇུ་ལགས་ཀྱིས་འཚམས་འདྲི་དང་སྦྲགས་ཏེ་བཀའ་སློབ་གནང་དོན། ྋགོང་ས་མཆོག་གི་ཐུགས་བསྐྱེད་དང་ཐུགས་རྗེའི་བཀའ་དྲིན་ཁོ་ན་ལ་བརྟེན་ནས་བོད་ཕྲུག་ཁྱིམ་སྡེ་དེ་ཕྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུ་ལོར་བོད་མིར་ལམ་གསོ་བའི་ཕྲུ་གུ་ལྔ་བཅུ་ང་གཅིག་སྐུའི་གཅེན་མོ་ཚེ་རིང་སྒྲོལ་མས་བདག་སྐྱོང་གནང་སྟེ་བོད་བཟོ་ཁང་འགོ་བཙུགས་པ་དང་དེའི་རྗེས་སུ་སྐུའི་གཅུང་མོ་ཀར་སུ་རྗེ་བཙུན་པདྨས་ལོ་ངོ་བཞི་བཅུ་ལྷག་གི་རིང་ཐུགས་འགན་བཞེས་པའི་སྐོར། དེ་བཞིན་བོད་ཁྱིམ་གོ་ལ་དུ་མས་ངལ་བ་ཁྱད་བསད་ཀྱིས་སྐུ་ལས་བསྐྱོན་པ་རྗེས་སུ་དྲན་པའི་ཐོག་བོད་ཕྲུག་ཁྱིམ་འདིས་བཙན་བྱོལ་བོད་མིའི་དྭ་ཕྲུག་དང་ཕྱིའི་དྭ་ཕྲུག་ཉམ་ཐག་བཅས་ལ་གཟིགས་སྐྱོང་དང་ཤེས་ཡོན་ཁོ་ན་སྤྲད་པས་ངོ་བོ་ཚང་ལ་ཆིག་སྒྲིལ་དང་ཁྱད་མེད་ཀྱི་ཚོགས་པ་ཆེ་ཤོས་ཤིག་ཡིན་སྐོར་བཅས་ཀྱི་ཐོག་ལ་གསུངས་སོང་ལ། དེ་བཞིན་ཁོང་གིས་ད་ལྟ་འཛིན་སྐྱོང་ཞུ་བཞིན་པའི་གཏན་སློབ་ཁག་བརྒྱད་དང་ཉིན་སློབ་བཞི། རིགས་ལམ་སློབ་གཉེར་ཁང་གཉིས། ཏཱ་ལའི་བླ་མ་མཐོ་སློབ་མཐོ་སློབ་སྡོད་ཁང་གཉིས་རྒྱ་གར་མཐོ་སློབ་ཏུ་བསྐྱོད་བཞིན་པའི་སློབ་མ་བཅས་ལ་གཟིགས་རྟོག་ཞུས་དང་ཞུ་བཞིན་ཡོད་པ་བཅས་ཀྱི་ཐོག་ལ་གསུངས་གནང་སོང། དམིགས་བསལ་དགོན་སྤྲུལ་བོད་མི་མང་སྤྱི་འཐུས་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་གྱིས་བོད་ཁྱིམ་གྱི་དབུ་འཛིན་རིམ་པ་དང་དགེ་ལས་རིམ་པ་རྣམས་ལ་བསྔགས་བརྗོད་དང། དེ་བཞིན་སློབ་ཕྲུག་སྤུས་ཚད་ལྡན་པ་གསོ་སྐྱོང་གནང་རྒྱུ་གལ་ཆེ་ཚུལ་དང། རྒྱ་གཞུང་གིས་བོད་ལ་བཟུང་བའི་སྲིད་བྱུས་དང་ད་ལྟའི་བོད་ནང་གི་སློབ་ཕྲུག་གི་གནས་སྟངས་སོགས་གསུངས་སོང། ཐེངས་དེའི་སྐུ་མགྲོན་གཙོ་བོ་སྐྱབས་རྗེ་ཀུན་བདེ་གླིང་རིན་པོ་ཆེ། རྒྱ་བོད་རིན་པོ་ཆེའི་ཐུགས་རྗེའི་བཀའ་དྲིན་ལ་བརྟེན་ནས་ང་ཚོ་བོད་མི་སྐྱབས་བཅོལ་བ་རྣམས་སྐྱབས་བཅོལ་བ་གཞན་དང་མ་འདྲ་བ་ཞིག་ཡོང་གི་ཡོད་པའི་སྐོར་དང། རྒྱ་ནག་གཞུང་གིས་ད་ལྟ་བོད་ཀྱི་རིག་གཞུང་ཀྲུང་གོ་ཅན་དུ་བསྒྱུར་རྒྱུ་ལ་འབད་བརྩོན་བྱེད་བཞིན་ཡོད་པ་སོགས་ཀྱིས་བོད་ཀྱི་རིག་གཞུང་ལ་ཉེན་ཁ་དང་བཙན་བྱོལ་བའི་འགན་འཁྲི་བོད་ཀྱི་སྐད་ཡིག་དང་བོད་མིའི་མཐུན་སྒྲིལ་གྱི་གལ་གནད་སོགས་ཀྱི་སྐོར་ལ་བཀའ་སློབ་སྩལ་གནང་སོང། ཐེངས་དེའི་དུས་དྲན་དང་སྦྲགས་ཏེ་ཉིན་བཞིའི་རིང་གཞས་སྣ་དང་ཆུང་རྒྱུགས་འཕེན་གསུམ་གྱི་རྩེད་འགྲན་སོགས་བྱེད་སྒོ་སྣ་ཚོགས་སྤེལ་ཡོད་པ་རེད། ཟི་མ་ལྷན་རྒྱས་བདུན་དེའི་རྒྱལ་སྤྱིའི་གསར་འགྱུར་ཕྱོགས་བསྡུས་ཀྱི་ལེ་ཚན་དེ་ག་མཇུག་སྒྲིལ་བ་ཡིན། གལ་ཏེ་ལྷན་རྒྱས་ནས་བོད་དང་རྒྱལ་སྤྱིའི་གསར་འགྱུར་རྒྱས་པ་ཁག་གསན་འདོད་ཡོད་ཚེ་ངོ་དེབ་དང YouTube དེ་བཞིན Instagram བཅས་ཀྱི་ཐོག་ལ་བོད་ཀྱི་བང་ཆེན་ཡང་ན Tibet Express དྲ་ཚིགས་ཐོག་ནས་གསན་གཟིགས་གནང་རྒྱུ་ཡོད་པས་དེ་དོན་ལྷན་རྒྱས་ནས་དགོངས་འཇགས་གནང་རོགས་གནང། ང་ཚོ་རྗེས་མའི་ལེ་ཚན་ནང་བསྐྱར་དུ་མཇལ་ཡོང། བཀའ་དྲིན་ཆེ།